དང་པོ་འདི་ལ་བཟླ། སོ་བཏབ་པར་རིགས་བརྒྱའམ། རིགས་བདུན་རྫས་སུ་བཞི་ཟེར་ཡ་དེ་ག་བ་ལ་གསུངས་ཡོད་རེ་ཟེར་ན་བདག་འདྲ་བྱང་ཁུངས་བློ་གྲོས་མཐའ་ཡས་ཀྱི་མཛད་དཔལ་གྱི་ཤེས་བྱ་ཀུན་ཁྱབ་མཛོད་ཀྱི་སྡོམ་གསུམ་ནང་དུ་ག་འགྲེལ་གྱིས་གསུངས་ཡོད་རེ་ཟེར་ན་བདག་འདི་ཉིད་ཤེས་བྱ་ཀུན་ཁྱབ་མཛོད་ཀྱི་སྡོམ་གསུམ་ནང་དུ་འདི་ནི་གསུངས་ཡོད་རེད། དགེ་སློང། དགེ་ཚུལ། དགེ་བསྙེན། ཕ་མ་གཉིས། དགེ་སློབ། བསྙེན་གནས། རིགས་བརྒྱད། རྫས་སུ་བཞི། མཚན་སྙན། བདེན་པ། རིགས་བདུན་ཁོ་ནའོ་ཞེས་བདེན་གྱིས་གསུངས་ཡོད་རེད། སྤྱི་དང་ད་གཟོད་ད་བར་རིགས་བརྒྱད་བརྩིས་ཡོད་རེད་ཟེར། ཨ་ནི་འདི་ལ་ག་རེ་ཞིག་ལགས་ཡིན་ན་ད་རིགས་བརྒྱད་དེ་རིགས་བརྒྱད་དང་ཡང་ན་རིགས་བདུན། ཡང་ན་རྫས་སུ་ཡང་ཡང་ན་བརྩིས་ན་བཞི་ཞེས་བྱ་གྱི་རེད། ད་འདི་ལ་དང་པོ་གཟོད་ད་བར་རིགས་བརྒྱད་དེ་ག་བ་ལ་ངོས་འཛིན་གྱི་རེད་ཟེར་ལབ་པར་རིགས་བརྒྱད་དེ་འདི་ལ་ངོས་འཛིན་ཡོད་རེད་ཟེར་ན་ད་རིགས་བརྒྱད་དེ་དང་པོ་འདི་རེད། བསྙེན་གནས་རྗེས། དེའི་རྗེས་ལ་དགེ་བསྙེན་འཕགས། དགེ་བསྙེན་མ། དེའི་རྗེས་ལ་དགེ་ཚུལ་ཕ། དགེ་ཚུལ་མ། ཨ་ནི་དགེ་སློབ་མ། ཨ་དེའི་སྟེང་དུ་དགེ་སློང་ཕ། དགེ་སློང་མ། འདི་བརྒྱད་དེ་ལ་སོ་ཐར་པ་རིགས་བརྒྱད་ལག་གི་རེད་སོ་ཐར་པ་རིགས་བརྒྱད་འདི་ལག་གི་རེད། ད་སོ་ཐར་པ་རིགས་བདུན་འདི་ག་བ་ལ་བརྩི་གི་རེད་ཟེར་ན་སོ་ཐར་པ་རིགས་བདུན་འདི་འདི་རེད། སོ་ཐར་པ་རིགས་བདུན་འདི་ནང་ད་བསྙེན་གནས་འདི་བརྩི་གི་མ་རེད་བ་བསྙེན་གནས་འདི་མ་བརྩིས་པས་ན་དང་པོ་འདི་ག་ནས་རེད་དགེ་བསྙེན་ཕ། དགེ་བསྙེན་མ། དགེ་ཚུལ་ཕ། དགེ་ཚུལ་མ། དགེ་སློབ་མ། དེའི་སྟེང་དུ་དགེ་སློང་ཕ། དགེ་སློང་མ། འདི་བདུན་འདི་ལ། གསོལ་ཐབས་པ་རིགས་བདུན། ཡང་ན་གསོལ་ཐབས་པ་ཚིག་ངན་རིགས་བདུན་བསྲེ་འདི་ལགས་ཀྱང་གསོལ་ཐབས་པར་ཚིག་ངན་ཚིག་ངན་པ་རིགས་བདུན་བསྲེ་སྟེ། ད་རྫས་སུ་བཙས་ན་བཞི་བསྲེ་སྟེ་རྫས་སུ་བཙས་ན་བཞི་འདི་ག་འདྲ་རེད་ལབ་སྟེ་རྫས་སུ་བཙས་པའི་བཞི་འདི་ལ། དགེ་སློང་གཅིག། ད་སྡེ་སེར་འདྲ་བོ་བརྩིས་པ་ཡིན་ན་བཞི་འདི། དགེ་སློང་གཅིག། ད་དགེ་སློང་ཕ་མ་གཉིས་བཅས་རོགས་དགེ་སློང་གཅིག་དེ་ནས།

དགེ་བསྙེན་ཕ་མ་གཉིས་རུ་བ། རབ་བྱུང་གི་ཕྱོགས་དེ་ལ་ག་རེ་དགེ་ཚུལ་དགེ་སློང། ཨ་ནི་དགེ་སློབ་མ་དེ་རབ་བྱུང་ཕྱོགས་གཏོགས་ཡོད་པ། ག་ཟེ་བསྙེན་གནས་ཀྱི་སྡོམ་པ་དེ་ཨ་ནི་ཉིན་ཞག་གཅིག་གི་སྡོམ་པར་ག་ཅིག་དེ་ཉིན་ཞག་བསྙེན་གནས་ཡང་ལག་བརྒྱད་དེ་ཇི་སྲིད་འཚོ་བའི་བར་དུ་བླང་བ་ཡིན་ན་ཡང་དེ་ཨ་ནི་ཁྱིམ་པའི་ཕྱོགས་སོགས་ལ་ཡང་གཏོགས་ཀྱི་མི་འདུག་ལ། རབ་བྱུང་ཕྱོགས་སོགས་ལ་གཏོགས་ཀྱི་མི་འདུག་ཟེར་འདི་ལགས་ཀྱི་འདི་གཞུང་ནང་དེ་ནས་གསུངས་ཀྱི་རེད་དེ་ངས་ཀྱི་ལ་མར་དར་དེ་འདྲ་སྐར་མ་ཞེས་མེད་ངས་བྱས་པའི་སྡོམ་རྩ་སྙིང་པོ་བསྡུས་པའི་ནང་དུ། ད་ལུང་ཡོད་རེད་ལུང་གར་དྲངས་རེད་ཟེར་ནས་བསྙེན་གནས་ཀྱི་སྡོམ་པ་ནི་ཉིན་ཞག་གཅིག་གི་མཐའ་ཅན་ཡིན་པས་གཏན་དུ་བླངས་ཀྱང་ཁྱིམ་པ་དང་རབ་བྱུང་གི་ཕྱོགས་གཉིས་ཀར་མི་གཏོགས་པས་ཨ་ནི་བསོད་དར་བ་ཚེ་ངན་པ་རིགས་བདུན་བསོད་དར་བ་བསོད་དར་བ་རིགས་བདུན་ནང་དུ་བརྩི་གི་མ་རེད་བྱས་ཙང་བསོད་དར་བ་རིགས་བདུན་ནང་དུ་ཚེ་ངན་པ་དེ་བསོད་དར་བ་རིགས་བདུན་པ་གཅིག་པོ་ཡིན་མ་གཏོགས་ཨ་ནི་བསྙེན་གནས་དེ་མ་ཡིན་ཟེར་བསྙེན་གནས་ཀྱི་སྡོམ་པ་དེ་བསོད་དར་བ་ཚེ་ངན་པ་མ་ཡིན་བསོད་དར་བ་རིགས་བདུན་ཚེ་ངན་པ་མ་ཡིན་བསོད་དར་བ་རིགས་བདུན་བརྩི་གི་མེད་ཟེར་བདེན་ཅིག་གསུངས་ཡོད་རེད། ལྟ་དེ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ཉེ་གནས་ཀྱི་སྡོམ་པ་དེ་ཆོས་ཀྱི་གསོལ་བཏབ་པ་རིག་དུས་གསོལ་བཏབ་པ་རིག་དུས་མཚན་ཉིད་པ་མ་ཡིན་པ་དག་ཟིན་དུ་འདོད་ལ་རང་གསོལ་བཏབ་པ་མཚན་ཉིད་པ་རིག་པ་མ་ཡིན་ཏེ་ཉིན་ཞག་གཅིག་གི་སྡོམ་པ་ཡིན་པའི་ཕྱིར་ལ་ཉིན་ཞག་གཅིག་གི་སྡོམ་པ་ཡིན་ན་གསོལ་བཏབ་པ་གསོལ་བཏབ་པ་མཚན་ཉིད་མ་ཡིན་པའི་ཁྱད་དག་ཟིན་དུ་ཟེར་ན། གསོལ་བཏབ་པ་མཚན་ཉིད་པ་ཡིན་ན་ག་འདྲ་ཡིན་དགོས་རེད་ལབ་ན། གསོལ་བཏབ་པ་མཚན་ཉིད་པ་ཡིན་ན་ཇི་བཞིན་ཚོགས་ཡོད་བར་དུ་ཡོད་ནམ་མ་ཤི་བའི་བར་དུ་ཡོད་དེ་ནི་བླང་དགོས་པའི་དེ་ནས་ཀྱི་སྡོམ་པ་ཡིན་དགོས་ཀྱི་ཡོད། ཉིན་ཞག་གཅིག་གི་སྡོམ་པ་ཡིན་དུས་ལ་དེ་གསོལ་བཏབ་པའི་མཚན་ཉིད་པ་ཆགས་ཐུབ་ཀྱི་མི་འདུག་གོ་ཉིན་མ་གཅིག་གི་ཡིན་དུས། ཨ་ནི་ཉི་མ་གཅིག་ལ་ཙི་ཙི། ཕོ་མོ་ཙི་ཡང་མི་འདུག་ལ་དུམ་པ་ཚེ་ངན་པ་ཡང་ཅིའི་མི་འདུག་བྱས་ཙང་འདི་མ་ཡིན་ཟེར་ལ་ཡོད་རེད། ད་རྒྱུ་མཚན་གཉིས་པ་འདི་ག་ཚེ་རབ་བྱུང་མཆོག་ལ་གཏོགས་ཀྱི་མི་འདུག་ཁྱིམ་པ་མཆོག་ལ་གཏོགས་ཀྱི་མི་འདུག་བྱས་ཙང་ཁོ་སོ་སོའི་ད་བར་ཚེ་ངན་པ་གཏོགས་པ་ཚེ་ངན་པ་བཞག་ཐུབ་ཀྱི་མི་འདུག་ཟེར་ལ་ཡོད་རེད། ད་གཞན་པ་རྒྱུ་མཚན་ག་རེ་བགྲང་གི་ཡོད་ཟེར་ན། ད་ནི་དེ་གཉིས་གནས་ཀྱི་སྡོམ་པ་དེ་ཨ་ནི་སོའི་ད་བར་ཚེ་ངན་པ་མ་རེད་མ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན། སོའི་ད་བར་ཚེ་ངན་པ་མ་ཡིན་པའི་རྒྱུ་མཚན་ག་རེ་ཟེར་ལ་ཡོང་དུས་སྐབས་ལ་ཁོ་ཚེ་ངན་མ་ཡིན་ཏེ་བྱང་ཆུབ་སེམས་དཔའི་སྡོམ་པས་བསྐྱེད་པའི་རྟེན་དུ་འགྱུར་མི་འདུག་ཟེར་ལ་ཡོད། སྤྱིར་བཏང་ང་ཚོས་གསོལ་བཏབ་པ་རིགས་བདུན་འདི་བྱང་ཆུབ་སེམས་དཔའི་སྡོམ་པ་སྐྱེས་པའི་རྟེན་དུ་བཞག་གི་ཡོད་རེད་དེ་ན་བྱང་ཆུབ་ལམ་འབྲས་འདི་ནང་ལོ། གསོལ་བཏབ་པ་རིགས་བདུན་འདི་རོ། གསོལ་བཏབ་པའི་རིགས་བདུན་འདི་བྱང་ཆུབ་སེམས་དཔའི་སྡོམ་པ་རྒྱུད་ལ་སྐྱེ་བར་བྱེད་པ་ལ་ཡན་ཆད་ཡོད་མི་ཆོག་གསོལ་བཏབ་པ་རིགས་བདུན་འདི་སྡོམ་པ་དེ་ཐོབ་པ་སྔོན་དུ་འགྲོ་དགོས་ཡོད་འདི་ལ་ཡོད་རེད། གསོལ་བཏབ་པ་བདུན་བདུན་དཔེ་དང་དགེ་བསྙེན་དགེ་བསྙེན་དགེ་བསྙེན་ཕ་དང་དགེ་བསྙེན་མ་ཨ་ནི་དགེ་ཆོས་ལུགས་ཕ་དགེ་ཆོས་ལུགས་མ་དགེ་སློང་ཕ་དགེ་ཆོས་ལུགས་དགེ་སློང་མ་འདི་གའི་སྡོམ་པ་དེ་ཐོབ་པ་སྔོན་དུ་འགྲོ་ནས་དེའི་རྗེས་ལ་ཨ་ནི་ཨ་ནི་བྱང་ཆུབ་སེམས་དཔའི་སྡོམ་པ་དེ་ཐོབ་ཀྱི་རེད་མ་གཏོགས་བྱང་ཆུབ་སེམས་དཔའི་སྡོམ་པ་དེ་ཨ་ནི།

སོའི་ཐར་པར་རིགས་བདུན་གྱིས་རྟག་ཏུ་སྡོམ་ཅན་འདེབས་མ་ལ་བྱང་ཆུབ་སེམས་དཔའི་སྡོམ་པ་ཡོད། བྱང་ཆུབ་སེམས་དཔའི་སྡོམ་པ་ཡིན་སྐལ་པ་ཡོད་ཀྱི་གཞི་མདོ་མིན་འདི་ནས་གསུངས་ཡོད་རེད་བ། སོའི། དེང་སང་བྱང་ཆུབ་སེམས་དཔའི་སྡོམ་པ་སྐྱེ་བའི། སྡོམ་པ་དེ་སུའི་རྒྱུ་ལས་སྐྱེ་གི་རེད་ཟེར་ན། སོའི་ཐར་པར་རིགས་བདུན་ཐོབ་བདེ་བས་སོའི་ཐར་པར་རིགས་བདུན་སྐྱེ་བདེ་བའི་གང་ཟག་གི་རྒྱུ་ལས་བྱང་ཆུབ་སེམས་དཔའི་སྡོམ་པ་ཐོབ་ཀྱི་རེད་མ་གཏོགས། སོའི་ཐར་པར་རིགས་བདུན་མེད་པའི་གང་ཟག་རྒྱུ་ལས་བྱང་ཆུབ་སེམས་དཔའི་སྡོམ་པ་ཐོབ་ཀྱི་མ་རེད་ཟེར་འདི་ནས་གསུངས་ཡོད་རེད། ད་འདི་གསུངས་ཡོད་འདོད་སྐབས་སོགས་ལ་བྱང་ཆུབ་ལམ་འབྲས་ཀྱི་འདི་གསུངས་པ་འདི་ལ་ཡང་གཞུང་ཁ་ཤས་ནང་རྩོད་པ་མང་པོ་བརྩེགས་ཡོད་རེད་རྩོད་པ་ག་རེ་རྩོད་པ་ག་རེ་སླེབས་ཀྱི་རེད་ཟེར་ན། ཧོ། དེ་ནས་ན་བདུད་དེ་ཨ་ཁྱོད་བྱང་ཆུབ་སེམས་དཔའི་སྡོམ་པ་སྐྱེ་བ་ལ་ཡིད་འཇིགས་མེད་ཀྱི་སོ་བཏབ་པ་རིགས་ཀྱི་རྒྱུད་ལ་སྐྱེ་དགོས་བ་ཡིན་པར་ཐགས་ཟིན་ནས་ལྟོས་སོ་ལ། དེ་ནས་བདུད་ལབ་ཀྱི་ཡོད་ན་དེ་ནས་ཟ་མ་དང་མ་ནིང་ལ་སོགས་པ་ཆོས་སྤྱོད་ཁྱོད་རྒྱུད་ལ་བྱང་ཆུབ་སེམས་དཔའི་སྡོམ་པ་མི་སྐྱེ་བར་ཐགས་ཟིན་ནས་ཅིའི་ཕྱིར་མི་སྐྱེ་བ་ལྟར་སོ་བཏབ་པ་རིགས་དེ་མི་སྐྱེ་བའི་ཕྱིར། ད་སོ་ཐར་པའི། སོ་ཐར་གྱི་སྡོམ་པ་དེ་དེ་ནས་ཟ་མ་དང་མ་ནིང་དེ་ཚོའི་རྒྱུད་ལ་སྐྱེ་གི་མེད་ཟེར་ནས་བསྡུ་བའི་གཞུང་ནང་གི་མང་པོ་གསུངས་ཡོད་རུང། ཡིན་ནའང་བྱང་ཆུབ་སེམས་དཔའི་སྡོམ་པ་དེ་སྐྱེ་གི་ཡོད་ཟེར་ནས་ཡང་དེའི་ཐོག་ལ་རྩོད་པ་མང་པོ་གླེང་ཡོང་དུས་སྐབས་སུ་ལ་ཡང་དེ་ལས་རྩོད་པ་གྱི

ཡང་མིན་ན་ག་དེར་བྱང་ཆུབ་སེམས་དཔའི་སྡོམ་པ་སྐྱེ་བའི་རྟེན་དུའང་མི་འགྱུར་བའི་ཕྱིར་ཟེར་ན་དེ་རྒྱུ་མཚན་གསུམ་གྱི་ཐོག་ནས་བགྲངས་ནས་ཨ་ནི་ཁོ། བསྙེན་གནས་བསྙེན་གནས་ཀྱི་སྡོམ་པ་དེ་ཨ་ནི་བཟོད་ཐབས་པ་ཚེ་ངན་པ་སྨྲ་བས་བསྒྲུབ་བྱ་ཡོད་ད་དེ་དེ། ད་དུ་ཅེས་བྱ་བདག་དེ་བཟོད་ཐབས་པ་བཟོད་ཐབས་པ་རིགས་བདུན་གྱིས་བདག་དེའི་སྐོར་ལ་དེ་ནས་བཟོད་ཐབས་པ་རིགས་བདུན་ནམ་རིགས་བརྒྱད་ཀྱིས་སྐོར་ལ་ད་རེ་རེའི་སྐོར་ལ་རོ། ད་དཔེར་ན་བསྙེན་གནས་ཀྱི་སྡོམ་པ། ད་བསྙེན་གནས་ཀྱི་བསྙེན་གནས་ཟེར་ནས་ག་འདྲི་ཅིག་ལག་གི་ཡོད་མེད་དང། ད་བསྙེན་གནས་ཀྱི་བསྙེན་གནས་འདི་གའི་བསྲུང་བྱ་བསླབ་པ་ག་འདྲི་ཡིན་མིན་དང་དེ་ནང་བཞིན་ནི་དགེ་བསྙེན་གྱི་དགེ་བསྙེན་ཟེར་བའི་ག་འདྲི་ཅི་ལ་ངོས་འཛིན་ཡིན་མིན་འདི་གའི་བསླབ་བྱ་གང་ཡིན་མིན་དང་དེ་ག་ནང་བཞིན་དགེ་ཚུལ་གང་ཡིན་མིན་དང་དགེ་ཚུལ་གྱི་མཚན་སྙན་དོན་དག་དང་ནི་དེའི་བསླབ་བྱ་གང་ཡིན་མིན་དང་དགེ་སློང་གི་མཚན་སྙན་དང་འདི་གའི་བསླབ་བྱ་གང་ཡིན་མིན་དང་དེ་དགེ་སློབ་མ་གི་ད་མཚན་སྙན་དང་དུའི་བསླབ་བྱ་གང་ཡིན་མིན་དེ་ཐམས་ཅད་དེ་ངས་ཁ་ཚང་རེ་ཞིག་ནས་ས་བྱི་ས་པ་སུས་ཀྱང་དེ་རང་ཚོ་གལ་ཆེན་གལ་པོ་རྟོགས་འདོད་ཡོད་ན་ཤེས་འདོད་ཡོད་ན་ད་ང་འདི་ག་ལིང་འདི་འདི་གང་ལ་མ་མིག་ལ་གླས་ཡོང་གི་རེད་བ་ང་ལིང་འདི་བག་བག་བག་བླུགས་ཤ་བར་བ་བླུགས་དུས་ཁྱེད་རང་ཚོ་འདི་གང་ལ་གནས་འདར་བ་དེ་ནི་ལིང་འདི་ཚང་མ་འདི་གང་ནས་མ་དོན་ཡོང་གི་རེད་འདི་ལ།